དེ་ནས་ཀུན་གཞིའི་ནམ་ཞེས་ཟེར་ན་ག་འདྲ་ཅིག་ཡོད་པ་རེད་ལབ་པ་ཡིན་ན། ཨ་ནི་བག་ཆགས་ཀྱི་སྒོ་བཞི་ཡིན་པ། ཨ་ནི་ངོ་བོ་མ་བསྒྲིབས་ཀློང་མ་བརྟན་ཡིན་པ། འཁོར་ཀུན་འགྲོ་ལྔ་དང་ལྡན་པ། དེ་འདྲ་གི་ཆ་བཅུ་དེ་འདྲ་གི་ཆ་བཅུ་གསུམ། ཅིག་སོང་བ་རེད། སྤྱིར་ན་ཀུན་གཞིའི་རྣམ་པར་ཤེས་པའི་ཁྱད་ཆོས་དང་མཚན་ཉིད་ཀྱི་སྐོར་ལ་ནི་བཤད་པ་ཧ་ཅང་མང་པོ་ཡོད་པ་རེད། འདོད་པ་མི་མཐུན་པ་ཡང་ཧ་ཅང་མང་པོ་ཡོད་པ་རེད། ཡིན་ན་ཡང་སྐབས་འདིར་ང་ཚོས་སྟབས་བདེ་བོའི་སྒང་ནས་ངོས་འཛིན་པ་ཙམ་གྱི་ཆེད་དུ། ཀུན་གཞིའི་རྣམ་ཤེས་ཀྱི་ཁྱད་ཆོས་རགས་པ་རགས་པ་ཅིག་བཤད་པ་ཡིན་ན་ནི་བག་ཆགས་ཀྱི་སྒོ་ཕྱེ་ཡིན་པ་ལས་དགེ་བ་དང་མི་དགེ་བ་ཅི་འདྲ་ཅིག་བསགས་པ་ཡིན་ན་ཡང་ལས་དགེ་བའི་འབྲས་བུ་སྨིན་པར་བྱེད་པའི་བག་ཆགས། ལུས་དགེ། ལུས་དགེ་བ་བསགས་པའི་ནུས་པ་དེ། ནི། བཤགས་བཟའ་གྱི་སྒོ་བུ་ཡོད་པར་རོ། དཔེར་ན་ས་བོན་ཅིག་ཡིན་པ་ཡིན་ན། ས་བོན་དེ་བཏབ་བསགས་ཀྱི་ས་གཞི་གཅིག་སྒོ་བུ་ཡོད་པར་རོ། དེའི་ནང་བཞིན་དུ། ལུས་དགེ་བ་བསགས་པའི་ནུས་པ་དེ། མེད་པ་ཡིན་ན་དེ་གའི་འབྲས་བུ་སྐྱེ་ཐུབ་སྒོ་ཡོད་པར་མ་རོ། དཔེར་ན་ང་ཚོ། ང་ཚོ་ལས་དགེ་བ་གཅིག་བསགས་པ་ཡིན་ན་འབྲས་བུ་བདེ་བ་གཅིག་ཡོང་གི་ཡོད་པ་རེད། འབྲས་བུ་བདེ་བ་གཅིག་ཡོང་བ་ལ་དེ་ས་བོན་དེ་གནས་གཅིག་ལ་ཡོད་དགོས་ཀྱི་ཡོད་པ་རེད། དེ་ས་བོན་དེ་མེད་པ་ཡིན་ན་འབྲས་བུ་བདེ་བ་དེ་སྐྱེ་ས་ཡོད་མ་རེད། ཡིན་ཙང་འབྲས་བུ་བདེ་བ་དེ་སྐྱེ་བའི་རྒྱུ་ཡོད་པ་མ་རེད། ཡིན་ཙང་ལས་དགེ་བ་བསགས་པའི་ས་འབྲས་བུ་བདེ་བ་སྐྱེ་བྱེད་ཀྱི་ས་བོན་དེ་ཡང་ན་སྐྱེད་བྱེད་ཀྱི་བག་ཆགས་དེ་གང་ལ་བཞག་ཡོད་པ་རེད་ཟེར་ན་དེ་བཞག་ས་དེ་ཀུན་གཞི་རྣམ་ཤེས་རེད་ཡིན་ཙང་བག་ཆགས་ཀྱི་སྒོ་ཤེས་ཡིན་པ་དེ་གཅིག་བྱས། ད་ནི་ངོ་བོ་མ་བསྒྲིབས་ཀློང་མ་བསྟན། ཀུན་གཞིའི་རྣམ་པར་ཤེས་པ་ཟེར་བ་དེ་ཁོ་རང་གི་ངོ་བོ། ནི་མ་བསྒྲིབས་ལབ་དེ་གང་དང་བསྒྲིབས་པ་མ་རེད་ཉོན་མོངས་པ་མ་རེད། ལུང་མ་བསྟན་ལབ་སྟེ་དགེ་བ་ཡང་མ་རེད་མི་དགེ་བ་ཡང་མ་རེད། ཀུན་གཞི་ཁོ་རང་ཀུན་གཞིའི་རྣམ་པར་ཤེས་པ་ཁོ་རང་དགེ་བ་ཡང་མ་རེད་མི་དགེ་བ་ཡང་མ་རེད། རྒྱུ་མཚན་ག་རེ་ལབ་དགོས་རེད་ཟེར་ན། ཀུན་གཞིའི་རྣམ་པར་ཤེས་པའི་སྟེང་དུ་དགེ་བའི་བག་ཆགས་དང་མི་དགེ་བའི་བག་ཆགས་ལ་སོགས་པ་ངོ་བོ་མི་གཅིག་པའི་བག་ཆགས་གྲངས་ལས་འདས་པ་ཅིག་ཡོད་པ་རེད་ཁོ་རང་དགེ་བ་ཡིན་ན་དེའི་སྟངས་དུ་མི་དགེ་བའི་བག་ཆགས་བཞག་ཐུབ་ཀི་ཡོད་པ་མ་རེད་ཁོ་རང་མི་དགེ་བ་ཡིན་ན་དེའི་སྟངས་དུ་དགེ་བའི་བག་ཆགས་བཞག་ཐུབ་ཀི་ཡོད་པ་མ་རེད་ཡིན་ཙང་ཀུན་གཞི་རྣམ་པར་ཤེས་པ་ཁོ་རང་གི་ངོ་བོ་དེ་དགེ་བ་ཡང་མ་རེད་མི་དགེ་བ་ཡང་མ་རེད་ལོང་མ་བསྟན་རེད་དེ་ནི་མ་སྒྲིབ་ལབ་དེ་གང་ལྟར་ཁོ་རང་ཉོན་མོངས་པ་ཡང་མ་རེད་སྒྲིབ་པ་ཡང་མ་རེད་འོ་དེ་ལབ་ཀི་ཡོད་པ་རེད། ད་ནི་ཀུན་གཞིའི་རྣམ་པར་ཤེས་པའི་སྐོར་དུ་སེམས་བྱུང་ཀུན་འགྲོ་ལྔ་མ་གཏོགས་པའི་ཞེན་པ་ནི་ཡོད་པ་མ་རེད། ཀུན་གཞིའི་རྣམ་པར་ཤེས་པ་ཟེར་ན་མདོར་བསྡུས་གཅིག་བཤད་པ་ཡིན་ན་དེ་འདྲ་ཅིག་རེད། ད་ནི་ཉོན་ཡོད་ཟེར། ཉོན་ཡོད་ཟེར་ན་ག་འདྲ་ཅིག་ཡོད་པ་རེད་ལབ་ན་ངོ་བོ་སྒྲིབ་ལ་ལུང་མ་བསྟན། འཕགས་པའི་བར་དུ་གནས་པ། ད་ནི་ཀུན་གཞི་ལ་དམིགས་པ། ཨ་ནི་དེ་བདག་གིར་འཛིན་པ། ཉོན་ཡིད་འཁོར་བའི་ངོ་བོ་སྟེ་བརྗིད་པ་རེད་ཉོན་མོངས་པ་རེད་ཡིན་ན་ཡང་དགེ་བ་དང་མི་དགེ་བ་གང་ཡང་མ་རེད། དེ་ནས་འཕགས་པའི་བར་དུ་གནས་པ་ལབ་དེ་གང་ན་ཉོན་ཡིད་དེ་འཕགས་ལམ་མ་ཐོབ་ཀྱི་བར་དུ་ཨ་ནི་རྟག་ཏུ་རྒྱུན་མ་ཆད་པར་ཨ་ནི་གང་ཟག་རྣམས་ཀྱི་རྒྱུད་དུ་གནས་པ་རེད། ད་ནི་ཀུན་གཞི་ལ་དམིགས་པ་ཉོན་ཡིད་ཟེར་བ་དེ་དམིགས་ས་དེ་དེ་གང་རེད་ལབ་པ་ཡིན་ན་ཀུན་གཞི་རེད་ཉོན་ཡིད་ཀྱི་ཀུན་གཞི་ལ་དམིགས་ནས་དེ་བདག་ཏུ་འཛིན་པ་དེ་འདྲ་གྱི་འགོག་ཡོད་པ་རེད་ཉོན་ཡིད་ཀྱི་ཁྱད་ཆོས་རགས་རིམ་ཙམ་ཞིག་བཤད་པ་ཡིན་ན་དེ་འདྲ་ཞིག་རེད། ད་ནི་ཉོན་ཡིད་ཀྱི་འཁོར་ལ་སེམས་བྱུང་གང་དག་ཡོད་པ་རེད་ལབ་ན་ཀུན་འགྲོ་ལྔ་དང། སྤྱིར་བཏང་གཙོ་སེམས་ཐམས་ཅད་ཀྱི་འཁོར་དུ་ཀུན་འགྲོ་ལྔ་ཡོད་ཡོད་པ་རེད། ཀུན་འགྲོ་ལྔ་འཁོར་དུ་མེད་ན་ནི་སེམས་དེ་གཙོ་སེམས་མ་ཡིན་པ་ཆགས་ཀྱི་ཡོད་པ་རེད། ཀུན་འགྲོ་ལྔ་ང་ཚོས་སྒང་དུ་བཤད་པ་རེད་ཚོར་བ་འདུ་ཤེས་སེམས་པ་ཡིད་ལ་བྱེད་པ་རེག་པ་དེ་ལྔ་དེ་རེད། དེ་ནས་རྩ་ཉོན་དྲུག་གི་ནང་ལོགས་ནས། འདོད་ཆགས་དང་ང་རྒྱལ་མ་རིག་པ་འཇིག་ལྟ་ཞེས་ཡོད་པ་རེད། ཉེ་སྙོལ་ཉི་ཤུའི་ནང་ལོགས་ནས་གཡེང་བ་དང་དཔག་མེད་པ་རྒོད་པ་མ་དོད་པ་ལེ་ལོ་རྨུགས་པ་བཅས་ཏེ་དྲུག་དེ་ཡོད་རེད་གཞན་པ་ཡོད་མ་རེད་སྤྱིར་བཏང་སེམས་གཤོངས་ལྔ་བཅུ་ང་གཅིག་ཡོད་པ་རེད་བ་དེའི་ནང་ལོགས་ནས་ནི་ཀུན་གཞིའི་གི་འཁོར་དུ་རྒུན་འབྲོག་ལྔ་ཙམ་མ་གཏོགས་ཡོད་པ་མ་རེད་ཉོན་ཡིད་ཀྱི་འཁོར་དུ་ནི་རྒུན་འབྲོག་ལྔ་ཡི་སྒང་དུ་ཨ་ནི་རྩ་ཉོན་དྲུག་གི་ནང་ལོགས་ནི། འདོད་ཆགས་དང་ང་རྒྱལ་མ་རིག་པ་འཇིག་ལྟ་བཞི་ཡོད་པ་རེད། ཨ་ནི་ཉེ་ཉོན་ཉུལ་ཤེས་ཀྱི་ནང་ལོགས་ནི། གཡེང་བ་དང་བག་མེད་རྒོད་པ་མ་བསྟོད་པ་ལེ་ལོ་རྨུགས་པ་བཅས་དྲུག་ཡོད་པ་རེད། ཨ་ནི་མིག་གི་རྣམ་པར་ཤེས་པ་ནི་ཡིད་ཀྱི་རྣམ་པར་ཤེས་པའི་པར་གྱི་རྣམ་ཤེས་དྲུག་ཡང་ན་རྣམ་ཤེས་ཚོགས་དྲུག་ལ་སྤྱིར་བཏང་འཇུག་ཤེས་ཟེར་ལབ་ཀི་ཡོད་པ་རེད། དེ་ལ་འཇུག་ཤེས་དྲུག་དང། ཡང་གནམ་གཤིས་ཚོགས་དྲུག་ཀྱང་ཟེར་གྱི་ཡོད་པ་རེད། འཇུག་ཤེས་ཀྱི་འཁོར་ལ་སེམས་གཤོང་ག་ཚོད་ཅིག་ཡོད་པ་རེད་ལབ་པ་ཡིན་ན། སྤྱིར་ན་སེམས་གཤོང་ཐམས་ཅད་ཡོད་པ་རེད་སེམས་གཤོང་ལྔ་བརྒྱ་རྩ་གཅིག་ཐམས་ཅད་དེ་འཇུག་ཤེས་ཀྱི་འཁོར་དུ་ཡོད་པ་རེད་དེ་སྤྱིར་བཏང་བཤད་གི་ཡོད་པ་རེད། བྱེ་བྲག་ཏུ་བཤད་པ་ཡིན་ན་དཔེར་ན་དགེ་བའི་སེམས་སེམས་དགེ་བ་གཅིག་གི་འཁོར་དུ་མི་དགེ་བ་ཡོད་མ་རེད། སེམས་བྱུང། ད་ནི་སེམས་མི་དགེ་བ་གཅིག་གི་འཁོར་དུ་དགེ་བའི་སེམས་བྱུང་ཡོད་མ་རེད། ད་ནི་སེམས་ལུང་མ་བསྟན་གཅིག་ལ་འཁོར་སེམས་བྱུང་དགེ་མི་དགེ་གང་ཡང་ཡོད་པ་མ་རེད། དཔེར་ན་དཀོན་མཆོག་གསུམ་ལ་དད་པའི་དད་པ་དང་མཚུངས་ལྡན་གྱི་གཙོ་སེམས་ཀྱི་འཁོར་དུ་ཞེ་སྡང་འདྲའོ་ཡང་ན་མ་དད་པ་འདྲའོ་དེ་འདྲ་ཡོང་གི་མ་རེད། དེ་ནས་དཔེར་ན་ལོག་ལྟ་དང་མཚུངས་ལྡན་དུ་གྱུར་པའི་གཙོ་སེམས་ཀྱི་འཁོར་དུ་དད་པ་ཡོད་མ་རེད། དེ་ནས་སྙིང་རྗེ་དང་མཚུངས་ལྡན་དུ་གྱུར་པའི་གཙོ་སེམས་ཀྱི་འཁོར་དུ་ནི་ཞེ་སྡང་ཡོང་བཞིན་གི་མ་རེད། འོ་དེ་འདྲ་ཡིན་ཙང་གང་ལྟར། དགེ་བ་དང་མཚུངས་ལྡན་དུ་གྱུར་པའི་སེམས་ཀྱི་འཁོར་དུ་མི་དགེ་བ་ཡོད་མ་རེད། མི་དགེ་བ་དང་མཚུངས་ལྡན་དུ་མཚུངས་ལྡན་དུ་གྱུར་པའི་སེམས་ཀྱི་འཁོར་དུ་དགེ་བ་ཡོད་མ་རེད། ལོང་མ་བསྟན་ཟེར་ན་དགེ་བ་དང་མི་དགེ་བ་གང་ཡང་མ་ཡིན་པའི་གཙོ་སེམས་ཀྱི་འཁོར་དུ་སེམས་བྱུང་དགེ་བ་དང་མི་དགེ་བ་གང་ཡང་ཡོད་མ་རེད། གཙོ་སེམས་གང་ཞིག་ལ་ཁོང་གི་འཁོར་དུ་དགེ་བ་ཡོད་ན་ལོང་མ་བསྟན་ཆགས་ཐབས་ཡོད་པ་མ་རེད། འོ་དེ་འདྲ་ཅིག་རེད།